ནམ་དང་ནམ་ལ་འབད་དེ་གི་འབད་ས་ཆེ་རུང། འབྲུག་གི་རྒྱལ་ཁ་དང་འབྲུག་བོད་ཀྱི་མི་སེར། འབྲུག་གི་རྒྱལ་ཁ་མ་འོངས་ཡུན་བརྟན་གྱི་གནས་ཐབས་ཀྱི་དོན་བློ་ཕན་འབེལ་གྱི་གཏམ་ཅི་ཡོད་བསྒྲགས་སོང་ཅི་འབད་བ་བྱིན། ཤ་ཚ་ཧིན་ཚ་གི་ཐོག་ལས་ཧིན་ས་སྦ་གསང་མེད་པ། བྲོ་བྱའི་ཚེར་སྣ་མེད་པ། རང་གི་མི་ཚེ་ཐུང་ཁུ་ཆིབས་ཏེ། རང་སོ་རྟ་དམར་གཙུག་བཞི་ན་བས། ནམ་དང་ནམ་ར་བས་རུང་ཞུ་ནི་དང། ཤེས་ནི་དགེ། དམ་ཆགས་བརྟན་པོ་གཅིག། ངའི་མི་ཚེ་ན་ལོ། ཡོད་པ་ལོ་བསྟན་ཏེ། ད་རེས་ཀྱི། བས་དེ་བས་སོ་ཅི་རུང། ན་བུ་ལོ། ངེས་པར་དུ་ཤེས་དགོས་པ། ན་བུ་གི་སེམས་ཁ་ལོ་ངེས་པར་དུ།

ཕྱི་རྒྱལ་ཁབ་ལོ་ཞོ་དེ་བས་ས་ཆུ་རལ་གྲགས། ང་ཆེ་འབྲུ་རྒྱལ་ཁབ་ཀྱི་ནང་ན་ལོ། དུས་དེང་བརྩི་སྲུང། ལས་ཤག་གཅིག་གི་ཐུགས་ལོ་ངེས་པར་དུ་ཞུ་དགོས་པ། ངེས་པར་དུ་ཧ་གོ་དགོས་པའི་གི་རིགས་དུམ་འདྲ་གཅིག་ཡོད་སྲིད་ཞུ་ནི་ལ། དཔེ་མཚོན་ཙམ་གྱི་ཞུ་བ་བྱིན། ད་ང་ཆེ་ར། རྒྱལ་ཡོངས་དུས་ཆེན་གྱི་ཉིན།

རེ་རེ་གི་སེམས་ཁ་ལོ། བཞག་དགོས་པའི་གི་འདུལ་རྟེན་ཁྱད་པར་ཅན་ཅི་ཡིན་གསལ། དད་པའི་གཞུ་ན་ཡིན་ལ། དེ་ཡང་ཟླ་རེ་གི་ཉིན་དེ་ག་ཕྱི་ཡིན་ན། ན་བུ་གི་མ་ཁེམ་ཙ་ད་པུ་ལེ་ར་མི། མ་ཅ་ར། སྒྲུབ་པའི་མི་སེར་འབུམ་བདུན་འདས་ཆེས་གི། ད། ཆོས་ཀྱི་དབུ་ཁྲིད་དམ་པ། བླ་ན་མེད་པ་དགོངས་ན་མེད་པ། ཟེ་པ་ཆེན་པོ་བྷ་བྷ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཇི་ལྟའི་མདུན་ན་དངོས་སུ་བྱོན་པ། དེ་ལྟར། བཅྭ་བརྒྱད་ཡིད་བཞིན་ནོར་བུ་སྤྲུལ་སྐུ་འཇིགས་མེད་ཆོས་ར་མཆོག། ང་ཅེ་རེ་གི་དབུ་ཁྲིད་པའི་བྱོན་ཞིང་བསྣམས་པས། མི་ལོ་ཉི་ཤུ་རྩ་ལྔ་འཁོར་བའི་གི། དུས་དྲན། རྗེས་དྲན་གྱི་ཉིན་དེ་དེ་ད་རེས་ཕོབ་ཡིན་པས། ཨ་ནེ་གི་ཉིན་དེ། ང་ཅེ་སྒྲུབ་ཡི་གེ་མི་སེར་ཆེ་འབྲིང་ཆུང་གསུམ།

བཀའ་དྲིན་རྗེས་དྲན་གྱི་ཞུ་ཐང། ལས་ཤག་གཅིག་ཡུལ་སྲིད་གཞུང་ནས། དཔེ་གསུམ་གཅིག་པའི་བ་ཅན། ད་སྐྱབས་ཀྱི་ཡིད་བཞིན་ནོར་བུ་དགེ། སྐུ་པར་གཅིག་གི་ཐོ་ལོ་ནགས་སུ་བཏང་བ་ཅན། སྐུ་པར་དེ་སུ་རང་གི། ད་བདུད་དཀྲུགས་བདུད་དཀྲིགས་སྦས་ཚུགས་ཚུགས་ཀྱི་སྦས། གཞན་ལུགས་བཀྲམ་པའི་བེའུ་ཡི་གི་ཐོ་ལས་བཀའ་དྲིན་རྗེས་དྲན་ཞུ་ནས་ད།

ཞུ་ཡིག་གི་སྐབས་ལོ་འདོན་བདམས་པ་སྤྱི་པའི་ཁ་དྲིན་ཞུ་རྗེས་འབྲེལ་ཞུ་གནས་ཀྱི་ཐོག་ལུགས་བཙན་ཞུ་དང་འབད་བརྩོན་སྐྱེ་སྒོ་དེ་གལ་ཆེ་ཐོག་ཐོག་ཆེན་ཡིན་ཟེར། འདས་པའི་ཞོ་ན་བིན་ཡིན་ལ། འདས་པའི་ཨོ་ལོ་ཏན་ཏེ་ག་ར་གི་ར། འཇམ་མཁའི་ཡེ་ཤེས་ནོར་བུ་མཆོག་གི་བཀའ་སློབ། ཡང་ནས་ཡང་དུ། ཆོས་དང་མཐུན་པའི་གི་བཀའ་སློབ་ཟེར་ན་ཡང་འདྲ། འཇིག་རྟེན་བདེ་སྐྱིད་དང་མཐུན་པའི་བཀའ་སློབ་ཟེར་ན་ཡང་འདྲ། ལས་ཤག་ཅིག་གནང་ཡོང་པ་ལུས་བསྟན་ཏེ། དུས་ཚོད་ངེས་པར་དུ་ཐུགས་ལུགས་རྣམ་བཞི་ནང་བས། དེ་ལྟར་བཀའ་དྲིན་རྗེས་འབྲེལ་ཞུ་གནང་ཟེར། ད་བཀའ་སློབ་དཔེ་མཚོན་ཙམ་གཅིག་ཞུ་བ་བྱིན། ཆོས་ཀྱི་ཁ་ཐུག་ལས། བློ་བཟང་སྟེ་དགེ་བའི་ཞུ་བ་བྱིན།

དད་པ་དང་མོས་གུས་ཏེ་ཡོད་དགྲ་སུམ་ཅུ་པའི་བ་ཅན། བྱིན་རླབས་ཟེར་མེད་དེ་ཆབ་གསུམ་པའི་རང་བཞིན་སྨྲས་པ། དེ་དག་ཤ་དེ་ཟེར་ན་ཡང་འདྲ། རང་བློ་དེ་ཕབ་ནི་གི། གོ་སྐབས་ཡོད་སའི་དད་པའི་གསུང་དེ་དག་ཨ་ནི་བ་དོ་ལ་ཆོས་ཀྱི་རྩ་བ་དེ། བྱིན་རླབས་ཀྱི་རྩ་བ་དེ་དད་པ་དང་མོས་གུས་ཡིན་སའི་དད་པའི་གསུང་དེ་གི་འདུག་ལ། དེ་གསུམ་པའི་གི་རྒལ་ཁ་གི་གནས་དང། གཞི་སྡེ་གཅིག་གི་ཐོག་ལོ་དེ་དག་གོང་བཞིན་སྣང་བཞིན་རྣམ་པའི་བཀའ་སློབ་ལམ་སྟོན་གནང་བཞག་མེད་དེ་དཔེ་མཚོན་བརྩམས་ཆོས་བྱུང་བ་བྱིན་འབྲུ་རྒྱལ་ཁབ་དེ་ཆོས་ལྡན་གྱི་རྒྱལ་ཁབ་ཅིག་ཡིན་ཟེར། འབྲུ་རྒྱལ་ཁབ་དེ་ཆོས་ལྡན་གྱི་ཞིང་ཁམས་ཅིག་ཡིན་ཟེར་བྱུང་མཚན་དེས་འབད་ནས་བསྡད་ཀྱིན་ནམ་རང་འབད་རུང་གཞན་ལ་གནོད་སྦིས་ཀྱི་ལག་དེ་འབད་མི་ཐུབ་ཟེར། གོ་བསྐོར། གཤོབ། སྲོག་གཅོད་པ། ཨའུ་བསྐུལ་བ། དེ་ཚུལ་གྱིས་བསྒྲིགས་ཏེ་རྩ་བདག་པོ་ལས་རབ་འབད་མི་ཐུབ། ལྷག་པར་བསྡུ་ཡང། སེམས་ཅན་ཐམས་ཅད་བདེ་བ་འདོད་པ་དང་མི་འདོད་པ་གཅིག་མཚུངས་ཡིན་པ་ལུགས་བསྟན་ཏེ། སེམས་ཅན་འདི་ཚོ་གི་སྲོག་མ་གཅོད། ཤ་ཟ་ཁྲག་འཐུང་གི་རིགས་འདི་མ་སྦས། དེ་བཟུང་བས། རང་གི་དབུས་གོང་ན་ལས་བྷ། ཆོས་སྲུང་ལྷ་སྲུང་བདུད་སྲུང་ཆོས་སྤེལ་གྱི་སྐབས་ལོ། ཤ། ཁྲག། རུས་བ་གསུམ་ལ་སོགས་པའི་དམར་མཆོད་ཀྱི་རིགས། ཙཱ་ད་པུ་ལེར་གནང་མི་འགོག་ཕུད་མི་འགོག་ཟེར་བའི་བཀའ་སློབ་ལམ་སྟོན་ཡང་ནས་ཡང་དུ་གནང་བསྡད་ཀྱི་ཡོད། དེ་ཚོ་རེ་རེས་ང་བཅས་ཀྱི་སེམས་ཁ་བཞག་ཤེས་ན་བས། དེ་ཉམས་སུ་བླང་དང་དགྲ་ཟུང་ཆོས་སྤེལ་བ་བྲིན། དྲིན་ཆེན་རྩ་བའི་བླ་མ་ཀྱི་ཞབས་ཏོག། དྲིན་ཆེན་རྩ་བའི་བླ་མ་ཀྱི། བཀའ་དྲིན་རྗེས་འབྲེལ། དྲིན་ཆེན་རྩ་བའི་བླ་མ་སྐུ་ཚེ་དབང་ཐང་ཕན་བདེ་གི་དོན་ལོ། སྐུ་རིམ་ཟེར་ན་ཡང། ད་དེང་ཚུགས་ཀྱི་རིགས་དེ་ཡིན་པས། སྲས་དད་པའི་གནོང་སྟངས་མེད། རྒྱུ་མཚན་དེ་བས་ན་དེ་གི། ནམ་དང་ནམ་ལ་འབད་དེ་གི་འབོད་ས་ཅི་རུང། དེང་ཚུགས་ཀྱི་ཐུགས་ལོ། ཐུགས་རྗེ་ཡང་ནས་ཡང་དུ་གནང་དེ་གི་བའི་བཀའ་དྲིན་བཅངས་ནའང་སྲས་དད་པའི་གཞུང་ནས་ཡིན་ལ། ལགས་སོ། བཀའ་དྲིན་ཆེ།